བཀའ་ཤག་ངོས་ནས་ངོས་ལེན་རྩ་བ་ཉིད་ནས་བྱེད་ཐུབ་ཡས་མེད། ཉུང་མཐའ་དེ་གི་ཕྱིར་བཟོད་ངེས་ཀྱི། གཞི་མ་དེ་དོན་ཆོས་ཁོ་རང་ཆགས་འདུག་འདུག། མི་དཀར་བོ་ལི།
ཞྭ་མོ་ནག་པོ་གཡོག་ངལ་གསོ་སྒྲོག་ཆེན། ལག་པ་དེ།
སྐམ་དེ་དུ་ཁ་དེའང་མཉམ་དུ་བཙོམ་བྱ་ཡ་ཡིན་སི་དེ་སྐོར་ལ། བཀའ་ཤག་གི་ལམ་སྟོན་ནང་ལ་དེ་འདྲ་མེད་སི་བྱས་ནས་དེ་ཞུ་ཡ་ཡིན། ད་དཔང་རྟགས་དགོས་ཀྱི་ཡོད་ན་བསྟན་ཆོག་སི་ཞུ་ཡ་ཡིན། དཔང་རྟགས་ཡོད་པ་ཡིན་ན་གནང་རོགས་གནང། ཆ་ཚང་བ་གནང་རོགས་གནང། སྦར་སིལ་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་རྒྱུན་གྲོན་སྙན་འགྲེམས་གནང་རོགས་གནང། ཧིན་སྒོར་ས་ཡ་ལྔ་བཅུ་ང་བཞི་དང་སུམ་འབུམ་བརྒྱད་ཁྲི་དྲུག་སྟོང་བཞི་བརྒྱ་བདུན་ཅུ་དོན་དྲུག། སྦེལ་ཇམ་བོད་རིགས་ཚོགས་པ། རྒྱུན་ལས་རྙིང་པ་དང་གསར་བ་གཉིས་པ་རུ་ལ་རྩིས་ལེན་རྩིས་སྤྲོད་མ་མ་གནང་པ་དང། ཁོ་རང་ཚོ་གསར་བ་གི་གླེང་མ་ཐུབ་པའི་གནས་སྟངས་གཅིག་གི་ཐོག་ནས་ཨ་ནི་ད་ལབ་གླེང་ཆེན་པོ་གཅིག་བྱ་བསྡད་ཤག། ཕ་གིའི་ཁོ་ཚོའི་བོད་རིགས་ཚོ་བ་ནང་ཁུལ་ལ་ཡང་རྙོག་དྲ་ཆུ་འགྲོ་དུ་ཡོད། སྙུང་ཁྲག་དེ་གིས་བསྐོལ་ཡང། ཞིང་རྒྱུ་ལེགས་པར་བྱས་པ་ཡིན་ན་སྙུང་ཁྲག་དེ་གིས་ཕྱིར་བཟོད་ངེས་ཀྱི་གཞི་མ་དེ་དོན་འཁྱོལ་ཁོ་རང་ཆགས་འདུག་འདུག། བོད་རིགས་ཚོགས་པ་ནང་ཁུལ་གྱི་རྙོག་དྲ་འདིས་ང་ཚོ་དོན་གཅོད་ལས་ཁུངས་ལ་གཅིག་ཐུག་གི་ཡོད་པ་འདྲ་བོ་ཅིག་གསུངས་ནང་སུ་དོན་གཅོད་ཀྱི་ངོས་ནས་ད་ཅིག་ཞི་འཇམ་ཡོང་ཡ་དང་ནང་འགྲིག་ཡོང་ཡ་གི་ཆེད་དུ་འབད་བརྩོན་གནང་ཡ་འདི་ཀུན་སློང་བཟང་པོ་ཅིག་གི་ཐོག་ནས་གནང་བཞག་འབད་བརྩོན་གནང་པ་ཚང་མ་ལ་ཡང་སྒྲུབ་འབྲས་ཐོབ་པ་གྱིས་ཐ་ཅིག་ངེས་པ་ཡོད་མ་རེད། དེ་འདྲ་ཡིན་དུས་གང་ལ་ཁོང་རྣམ་པ་ཚོ་གིས་ཅིག་ག་རེ་གནང་པ་དེ་སྙན་ཐོ་དང་དེ་ཚང་མ་ང་ཚོ་ལ་ཡང་ནམ་རྒྱུན་ནས་འཇོག་དེ་གི་འདུག། ཨ་རི་ཡིན་པས་ན་ཨ་རིའི་ཁ་ན་དེ་ག་ལ་ཡག་བོད་རིགས་ཚོ་བ་གི་སྙུང་གྲ་རེད་དེ་ལས་དོན་ཆོས་ཚིག་དེ་ཡོད་རེད། Connecticut གི་རྙོག་གྲ་ད་འདི་གང་ལ་ང་མང་པོ་ཞུ་ཡའི་འདོད་པ་མི་འདུག་ཡིན་པ་ཡིན་ན་ད་འདི་རྒྱུ་ལས་ད་ཁོང་ཚོ་ཁག་གཉིས་ལ་གལ་སྲིད་ངོས་འཛིན་གནང་པ་ཡིན་ན་ཁོ་རང་ཚོ་གཅིག་འགྲིག་གི་འདུག་ཟེར་བ་ཅིག་དེ་འདྲའི་ཅིག་གི་ཐོག་ལ་ཕེབས་ཡོད་ས་རེད་ད་ཡིན་པ་ཡིན་ན་ང་ཚོ་སྐུ་ཚབ་དོན་གཅོད་དང་ཁོང་ཚོ་གི་ངོས་ནས། ད་ཁོ་རང་ཚོས་ནང་ལོགས་ནས་དང་པོ་དཀའ་ཉེན་འདི་སེལ་ཐུབ་པ་བྱེད། དེ་འདྲ་ཡིན་པ་ཡིན་ན་སྐུ་ཚབ་མཆོག་གཉིས་ཀ་གི་ངོས་ནས་སྐུ་ཚབ་དོན་གཅོད་ལ་གདན་ཞུ་གནང་པ་ཡིན་ན་ག་དུས་བཅའ་དགོས་བྱུང་ན་དེ་ས་གནས་ལ་བཅའ་ནས་དཀའ་ཉེན་སེལ་ཐབས་ཀྱི་ཐོག་ལ་འབད་བརྩོན་ཞུ་གི་ཡིན་ཞེས་ནས་དེ་འདྲའི་ཅིག་གི་ཐོག་ལ་ད་ལྟ་ཕེབས་བསྡད་པ་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག། ཨ་རིའི་ནུའུ་ཡོག་ལས་ཡ།
བེ་རིའི་ཚོ་པའི་ནང་ཁུལ་ལ་སྙུང་གྲ་དེ་དང་འབྲེལ་ཡོང་དུས་གང་ལས་ཡ། ད་ཡང་རྩིས་སྤྲད་བྱས་པའི་སྐོར་ལས་གཟུ་དཔང་སྒྲུབ་པའི་སྐོར་ལ་ནི་ང་རང་ཚོ་གི་བོད་རིགས་འབྲེལ་མཐུད་པ་གིས་གཙང་མ་མ་བཟོས་ན་ང་ཡོང་གི་མེད་ཟེར་བ་དེ་གཟུ་དཔང་ལ་གནས་ཚད་ཡོད་རེད་བ། དེ་ལ་དཀྲུགས་ས་ནང་ལོགས་ལ་ང་རང་ཚོ་གཞུང་གི་མི་ཐི་གུ་བ། ད་དེའི་སྒང་ལ་ང་ཚོ་གི་དེ་ནས་ཕྱི་དྲིལ་ལས་ཁུངས་ནས་དཔག་བཙལ་བྱོས་ཞུས་པ་ཡིན། ཨ་ནི་ཁོང་གིས་གསལ་བཤད་གནང་ཡག་ལ། རྒྱུན་ལས་རྙིང་པ་གི་ཡི་ད་གཅིག་དངུལ། དངུལ་ལྷག་བསྡད་ཅིག་ཡོད་ས་རེད་ཨཱ་ནི་འདི་དེ་ཨཱ་ནི་ད་ལྟ་རྒྱུ་ལས་གསར་པ་གི་ཚོགས་གཙོ་ཡིན་ན་གཅིག་གི་ངོས་ནས་ཨཱ་ནི་འདི་གཙང་མ་མ་བཟོས་ན་ང་ཚོ་གི་རྩིས་སྤྲོད་རྩིས་ལེན་ཡོང་ཐུབ་གི་མ་རེད་ཟེར་ནས་དེ་འདྲས་ཅིག་གསུངས་གནང་སོང་ཨཱ་ནི་འདི་དངོས་ནས་བྱས་ན་གཙང་མ་གོ་གི་རེད་ཟེར་ནས་ཁོ་རང་ཡིས་དེ་འདྲས་རང་གསུངས་པ་ཡིན་ཨཱ་ནི་དེ་འདྲས་ཡིན་དུས་ཁོ་ཚོ་མ་ཕྱི་ལོག་ལ་ཕྱིན་ཨཱ་ནི་ཁོ་རང་ཚོའི་ནང་ཁུལ་ད་ལྟ་རྒྱུ་ལས་རྙིང་པ་ཚོ་གི་ཨཱ་ནི་བཀའ་མོལ་ཅིག་བྲོ་བརྡུང་ཅིག་བྱུང་ཐག་གཅོད་ག་འདྲས་བྱུང་ཡིན་ན་ཨཱ་ནི་འདི་ཞེས་གསུངས་གི་ཨཱ་ནི་དེ་ལ་ཁོ་ཚོ་གཙང་མ་བཟོས་པའི་གི་གནས་སྟངས་དེ་འབྲེལ་གྱི་ཆ་བཞག་ང་ཚོས་དེ་ལ་སྤྲོད་དཔང་རང་ངོ་བོ་ཐོག་ནས་མ་གཏོགས་གཞན་པ་གས་མེད་ཞེས་ནས་ད་ཁོ་རང་གི་གསལ་བཤད་དེ་འབྲེལ་གྱི་ཕེབས་སོང་ཞེས་ནས་ནི་གུ་རུའི་བཅུད་དུ་ཕྱུང་ནས་སྙན་བསང་ཞུ་ཡས་ཡིན། ཕྱི་དྲིལ་བཀའ་ལན་གྱི་མཆན་པའི་ཐོག་ནས་མ་འོངས་པ་ལ་ལམ་སྟོན་ཡག་པོ་ཅིག་གནང་དགོས་ཀྱི་འདུག་མ་གཏོགས་ས་གནས་ཁ་ཤས་ལ་ཡ་གཞུང་གི་ལས་ཁུངས་ཡོད་ངེས་ཏེ་མི་མང་འཁྲུལ་ངེས་ཆགས་ཀྱི་འདུག་ད་ཟེར་ནས་ཁ་གསལ་པོ་བྱས་ནས་ཞུ་གི་ཡོད།

དེ་སྐད་དེ་རྙོག་དྲ་བཟོས་མཁན་གྱི་ལ་ཡ་ངོ་འཛིན་བྱེད་ཀྱི་ཡོད་རེད་བྱས་ནས་གསུང་ཡ་མཛོད། ཚད་ལས་བརྒལ་བ། བཟང་སྤྱོད་ལས་བརྒལ་བ། དེ་འདྲའི་བཀའ་མོལ་གནང་བསྡད་པ་ཡིན་ན་སྤྱི་ཚོགས་ལྷིང་འཇགས་ཡོང་ཡ་ལ་ཕན་གྱི་རེད་བས། སྤྱི་ཚོགས་ནང་ལོག་ལ་ཡ་འཁྲུག་ཅན་ཡོང་ཡ་ལ་ཡ་ཕན་གྱི་ཡོད་རེད་དེ་དགོངས་པ་བཞེས་དགོས་རེད་བ། ཡང་མིན་ན་འདི་དང་འདི་བྱས་པ་གཅིག་རྙོག་དྲ་བཟོས་སོང་ཟེར་ན་ནི་ཁུངས་བཅད་ཡོད་པ་གྱིས་གསུང་དགོས་སྐོར་བ། དེ་འདྲའི་མ་ཡིན་པ་བྱས་རྗེས་བོད་མིའི་སྒྲིག་འཛུགས་ཀྱི་ཆེད་མངགས་བསྐོས་བཞག་བས་ཀྱི་དོན་གཅོད་ཚོས་སོ་སོ་སོ་གྱིས་བསྐུར་བས་ཀྱི་ལས་འགན་དེ་འགྲུབ་ཡོང་དུས་བསམ་པ་ལ། ཨ་ནི་རྙོག་དྲ་བཟོས་མཁན་གཅིག་ལ་ཡང་ངོས་འཛིན་བྱས་པ་ཡིན་ན། ཨ་ནི་དོན་གཅོད་དང་ལས་བྱེད་ཚང་མ་ལོག་གི་ལས་ག་འདྲས་བྱེད་བཞིན་གྱི་རེད། ལས་ཀ་བྱེད་ཡག་གི་སྤོབས་པ་ག་འདྲས་རྙེད་ཀྱི་རེད། ལས་བྱེད་ཚོ་གི་སེམས་ཤུགས་ལ་ཡང་གནོད་གི་རེད་གནོད་གི་མ་རེད། དེ་ཚོའི་ཐོག་ལ་དགོངས་པ་བཞེས་དགོས་རེད་མ་གཏོགས་ཅིག་གྲོས་ཚོགས་ནང་ལོགས་ལ་ཡང་གང་བྱུང་མ་བྱུང་བྱས་ནས་འདུག་ཕྱིན་ནས་གསུངས་པ་ཡིན་ན། ཏག་ཏག་རྩ་བ་ཉིད་ནས་བསྡད་ཀྱི་མི་འདུག། འདི་སྐད་ཀྱི་བརྒྱུད་རིམ་ཆ་ཚང་ཅིག་ཤེས་ཀྱི་ཡོད། ཨ་རི་ལས་ཡང་སེ་འགྲོ་གི་ཡོད་རེད་གནས་ཚུལ་འདི་སྐད་དེ་ཤུ་ཡོང་གི་འདུག་ད་ལྟ་པ་འདས་ཕྱི་དྲིལ་བཀའ་བློན་མཆོག་གསུངས་པ་ནང་བཞིན་བྱས་ནས། ས་གནས་སོ་སོས་གནས་ཚུལ་ག་རེ་ཆགས་ཀྱི་ཡོད་ནས་ཚོགས་འདུ་རེ་རེ་རེ་ཚོགས་པའི་རྗེས་ལ་ཡང་དེ་འདྲས་དེ་འདྲས་ཆགས་སོང་ཟེར་ནས་དོན་གཅོད་ལས་ཁུངས་ཀྱི་ཕྱི་དྲིལ་ལས་ཁུངས་ལ་ཡང་སྙན་གསང་ཞུ་གི་ཡོད་རེད། ངས་ཡུ་རོབ་ནང་ཐེངས་མ་ག་ཤེད་འགྲོ་ཡ་བྱུང་བ་རེད་ཨ་རི་ཡང་སེ་འགྲོ་དགོས་ཀྱི་ཡོད་རེད་གནས་ཚུལ་དེ་གའི་ཚང་མ་ལོག་ཉན་གྱི་ཡོད། ཕྱོགས་གཅིག་པོ་སྐད་ཆ་མ་ཡིན་པ་ཆེ་ཕྱོགས་གཞན་པ་ནས་ཉན་དགོས་ཡ་མཚོན་ཉན་གྱི་ཡོད། ད་ལྟ་བར་དུ་དོན་གཅོད་ཚོས་བྱས་བྱས་པ་འདི་དཀའ་ངལ་ག་རེ་ཡོད་པ་འདི་གསལ་ཡག་གི་འབད་བརྩོན་བྱས་བསྡད་པ་རེད་མ་གཏོགས་གཅིག་གིས་དེའི་ནང་ལོག་ལ་རྙོག་དྲ་སེལ་བའི་ཅིག་དོན་གཅོད་ག་འདྲས་ཆགས་ཀྱི་ཡོད་རེད། བྱུང་ས་ག་འདྲས་བྱུང་འདུག། ཚོགས་འདུ་རེ་རེའི་ནང་ལ་བཀའ་མོལ་ག་རེ་བྱུང་འདུག། སུས་སུ་གིས་ག་རེ་བཤད་འདུག་དེ་གའི་ཚང་མ་ལོ་ད་གྲོས་ཚོགས་འདི་ནང་ལ་བཤད་དགོས་བྱུང་བ་ཡིན་ན། ང་བོད་སྤྱི་པའི་གི་རྙོག་དྲ་ལས་ལྷག་ཞིག་ས་གནས་སྐོར་ལ་ཡ་ད་བཤད་དགོས་ཡ་གི་གནས་སྟངས་སུ་རུབ་བྱེད་ཆགས་མི་སྲིད་པ་རེད་མི་འདུག་བ། དེ་སོ་སོ་སོའི་གི་འདོད་ཕྱོགས་ཡིན་མེད་སྐད་ཆ་གང་ཡང་མ་རེད། དྲང་པོ་ཡིན་མེད་སྐད་ཆ་རེད་བ། གལ་སྲིད་དེ་འདྲའི་ཆེས་རྙོག་དྲ་སྣ་ངན་ཅིག་ཆགས་ཀྱི་ཡོད་ན་རྙོག་དྲ་ག་རེ་གང་བསླངས་སོང།

དེ་ཡིན་དུས། གྲོས་ཚོགས་ཀྱི་ར་བ་རེད། སྤྱི་བེད་ཀྱི་འགན་འཁེལ་ནས་ཀ་མེད་གསུང་དགོས་ཀྱི་ཡོད་རེད། ཨ་ནི་སྤྱི་བེད་ཀྱི་འགན་འཁེལ་མཁན་གཞན་པ་ཚོ་ལས་ཡ། ཨ་ནི་ག་འཇུག་མ་འཇུག་དུ་ཕྱིན་གསུང་བ་ཡིན་ན་རྩ་བ་ཉིད་ནས་བདའ་ཐག་བསྡད་ཀྱི་མ་རེད་དེ་བཀའ་ཤག་ངོས་ནས་ངོས་ལེན་རྩ་བ་ཉིད་ནས་བྱེད་ཐུབ་ཡ་མེད་བྱས་ནས་འདི་གསལ་བོ་བྱེད་ནས་ཞུ་ཡ་གི་འདོད་པ་བྱུང།
ད་བོད་རིགས་ཚུགས་པ་ཡོད་མ་རེད་བ། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་གོ་བསྡུར་བྱེད་དུས་ཚོགས་པ་གཅིག་ནང་ལ་ཡང་སྣོན་བྱས་ནས་སྐུ་ཚབ་དོན་གཅོད་ཀྱིས་གཞུང་ཁོངས་མ་ཡིན་པའི་ཚོགས་པ་གཅིག་ལ་ཁྲིད་ནས་ཡོང་གི་འདུག་སྟེ། དྭང་བློང་བོད་དོན་ཞུ་སྐོར་ཚོགས་པ་དེ་དེ་བཀའ་ཤག་གིས་གོ་སྒྲིག་བྱས་བཞག་རྒྱུ་དང་དུས་འགྲོའི་རེ་བ་འོ་དེ་ཡིན་དུས་དེའི་བསམ་ཚུལ་དེ་ཡོང་གི་འདུག་དེ་ལ་ཐུགས་གཟིབ་གནང་དགོས་ཀྱི་འདུག་དེ་ཏག་ཏག་རེད་བས། ཨ་ནི་མ་འོངས་པ་ལ། འོས་བསྡུ་དང་འབྲེལ་བའི་གནས་སྐབས་སུ་ཕ་ཆེ་དེ་བེད་སྤྱོད་བཏང་མི་སྲིད་པ་རེད་མི་འདུག་ཟེར་ཡག་གི་བསམ་ཚུལ་དེ་ཡོང་གི་འདུག་ད་ང་ཚོ་གིས་ད་ལྟ་དང་བླངས་བོད་དོན་ཞུ་གཏུག་ལས་འགུལ་འདི་གི་དམིགས་ཡུལ་གཙོ་བོ་འདི་ད་གཞོན་སྐྱེས་གསོ་སྐྱོང་བྱས་ཏེ་ཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ང་ཚོ་ད་བོད་མི་སྒྲིག་འཛུགས་གཅིག་པུ་གཅིག་གིས་ཞུ་གཏུག་བྱས་དང་དྲིལ་བསྒྲགས་བྱས་ལ་ང་ཚོ་མི་བྱ་དང་ཚང་མ་གི་ཆ་ནས། ག་ཚོད་བྱས་པ་ཡིན་ན་ཉུང་དྲགས་ཡ་བྱས་དང་མ་གཏོགས་མེད་པ་སོང་ཙང་ཨ་ནི་ག་ཚོད་མང་མང་ཡོད་པ་ཡིན་ན་དེ་ཚོ་ཕན་ཐོགས་ཡོད་པ། འདི་དམིགས་ཡུལ་གཉིས་པ་འདི་ཆགས་བསྡད་ཀྱི་ཡོད་རེད་དང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི། གསུམ་པ་འདི་ད་ང་ཚོ་ཕྱི་རྒྱལ་ཁག་ལ་ཡང་གཞོན་སྐྱེས་མང་པོ་ཞི་བ་གཅིག་མཁས་པའི་ཀྱི་འཚར་ལོངས་ཆེད། ཨ་ནི་བོད་པའི་ཀྱི་འཐབ་རྩོད་ནང་ལ་ཡང་འཛུལ་ཞུགས་གནང་ཡ་དང་དེ་ཚོ་ཀྱི་གོ་སྐབས་དང་དེ་ཚོ་ང་ཚོ་བསྐྲུན་ཡ་ཀྱི་ཆེད་དུ་ང་ཚོ་འདི་བཙུགས་པ་གཅིག་དང་ང་ཚོ་འདི་དམིགས་ཡུལ་འདི་གཞི་བཟུང་གིས་ང་ཚོ་ད་ལྟ་ལས་འགུལ་བརྩམས་པ་གཅིག་ཆགས་བསྡད་ཀྱི་ཡོད། དེ་ཡོད་དུས་གང་ལ་དེ་རེག་གལ་སྲིད་མ་འོངས་པ་འོས་བསྡུ་གི་ལག་ཆ་ལ་འགྲོ་ཡ་གལ་སྲིད་དེ་འདྲས་འཕེལ་གྱི་ཡོད་པ་ཡིན་ན་དེ་ཏག་ཏག་དེ་གི་མ་རེད་ཟེར་ནས་དེ་ཞུ་འདོད་བྱུང། ད་ལྟ་བོད་རིགས་ཚུགས་པ་དེ་མེད་པ་ཡིན་ན་དངུལ་དེ་སྐུ་ཚབ་དོན་གཅོད་ལ་ཡར་འཁོལ་ཤོག་གསུང་གི་འདུག་ང་ཚོས་བེད་སྤྱོད་བཏང་ཆོག་གི་རེད་གསུང་གི་འདུག་ཟེར་ཡ་གལ་སྲོལ་དེ་འདྲས་གོ་ཡག་འདུག་དེ་ངས་ཏག་ཏག་རེད་ཟེར་གི་མེད་ད། བོད་རིགས་ཚོགས་པ་དངོས་དེ་ཡག་ཅིག་གླེང་དགོས་རེད་བྱས་ནས་འདི་གསུངས་ན་ཡང་དེ་ད་ལྟ་དེ་ཡིག་ཆུང་འབྱོར་བའི་ནང་ལ་དེ་འདྲ་བཅས་ཞུས་མེད་བྱས་ནས་བར་སེལ་དོན་གཅོད་ཀྱིས་གསུངས་ཀྱི་འདུག་རེད་བ། ཨ་ནི་དེ་ཡིན་དུས་ངས་དེ་དངོས་ནས་ཞུས་པ་བྱས་སོང་ང་ཚོ་བཀའ་ཤག་གི་ལམ་སྟོན་ནང་ལ། དེ་དངོས་དོན་ཚང་མ་ཡག་ཁྱོད་ཞུ་ལེ་དེ་འདྲ་ང་ཚོ་བཀའ་ཤག་གི་ལམ་སྟོན་ནང་ལ་དེ་འདྲ་མེད་བྱས་ནས་དེ་ཞུས་ཡིན། ངས་མཚོ་ནུ་ག་རེ་ཡོད་ཞུ་བ་ཡིན་ན། དེ་འཆད་དེ་གི། ཤུགས་ཕྱིས་སུ་ལྷུང་ནས་སྐད་ཆ་བཤད་གི་ཡོད་པ་རྒྱག་ཤ་རྒྱག་རེད་ཤ། ངས་དེ་འཆད་རྙོག་དྲ་བཟོ་ཉེན་རེད་ས་ངས་བཤད་ཕེབས་གི་མེད་ས་ནི་ང་སྤུག་པའོ་མེད། རེད་དེ་དེ་འཆད་དེ་ཟེར་གྱི་དེ་ཤི་བི་མ་རེད། ཤུགས་གཉིས་གི་སྤྱི་དམངས་དང་བསྡད་ནས་ཤུགས་གཉིས་ཅག་གི་བཀའ་མི་སེང། ག་འདི་བདེན་པ་འདུག་ག་འདི་བདེན་པ་ཁོ་རང་གི་དེ་ལ་དེ་ནི་གཞི་ནི་རྒྱ་དམར་ཅག་ནས་ཐག་བཅད་ཡ་རེད་མ་གཏོགས་ཤུགས་གཅིག་གི་བཀའ་མི་སྐྱོང་སྐྱོང་སེང་ཤུགས་གཅིག་དེ་སེང་རུང་མ་ཟེར་ཡ་གནོད་གི་གནད་དོན་གཞུང་ཞགས་སེ། ད་ང་ཚོ་གཞུང་འབྲེལ་གྱི་ཐོག་ནས་ད་ལྟ་སྐུ་ཚབ་དོན་གཅོད་ཀྱིས་གནང་པ་ང་ཚོ་ལ་ང་ཚོ་ལ་བཏང་པ་འདི་ང་ཚོ་གཞུང་འབྲེལ་གྱི་ད་ད་ལྟ་ཡིག་ཆ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། འདི་ནང་ལ་ཁོ་རང་ཚོ་གི་འབད་བརྩོན་ཧུར་ཐག་ཞུ་བསྡད་པ་ཅིག་འཁོད་བསྡད་ཀྱི་འདུག་ཨེ་དེ་ལ་ཕྱོགས་གཉིས་སུ་ལྷུང་བར་གྱིས་ངས་འདི་ནང་ལ་ཀ་རེ་ང་ཚོ་ལ་འབྱོར་བའི་གྱི་སྙན་ཐོ་འདི་ནང་ལ་མཇལ་མ་སོང་ཞེས་ནས་འདི་ཞུ་ཡ་ཡིན། བ་ཟེར། དོན་གཅོད་ཁྱབ་ཁོངས་ཀྱི་བོད་རིགས་ཚོགས་པ་དེ་ཁོ་ལ་རེད། ད་དེའི་སྐོར་ལ་རང་ཚོ་མཐོང་ཚུལ་མང་པོ་བཤད་བསྡད་ཀྱི་འདུག་དེ་ཡིན་ན་ཡང་ད་དོན་དག་ངོ་མ་གི་ཐོག་ལ་ཨ་ནེ་ས་གཉིས་གཉིས་ཀྱི་རྩིས་ཁྲའི་རྩིས་ལེན་དེ་བྱེད་མ་ཐུབ་པ་རེད། བའི་རྗེས།
ད་ལྟ་བོད་རིགས་ཚོགས་པ་དང་འབྲེལ་བའི་ཐོག་ནས་བཀའ་མོལ་མང་པོ་ཞིག་གསུང་གི་འདུག་ད་དེ་ངས་ག་རེ་འདྲ་བོ་ཆགས་ཀྱི་འདུག་ཟེར་བ་ན་མི་དཀར་བོ་ལས་ཞྭ་མོ་ནག་པོ་གཡོག་ངའི་སོར་འགྲོ་ཆེན་རྙོག་དྲ་ལ་ངས་དེ་སྐུ་ངོ་དོན་གཅོད་ཨ་རེད་ཟེར་སྐུ་ངོ་དོན་གཅོད་ངས་ནི་གང་ཡང་འབྲེལ་བ་མི་འདུག་ད། སྐུ་ངོ་དོན་གཅོད་ལ་ཡང་ནི་སྐུ་གཅིག་དཀའ་ངལ་འཕྲད་ཀྱི་འདུག་ད་ང་ཚོ་ག་རེ་བྱེད་དགོས་རེད། སྤྱི་འཐུས་ཚོགས་པ་དེ་དགོས་ཡས་ནི་གལ་ཆེན་པོ་རེད་ཤག། རྙོག་དྲ་ཐུག་ས་དེ་ཐུག་ཡས་ཀྱི་ལྟེ་བ་དེ་ག་རེ་རེད་འདུག་ཟེར་ན། མཁྲེགས་འཛིན་རེད་མཁྲེགས་འཛིན། ལངས་ཕྱོགས་མཁྲེགས་འཛིན་ཅན་ནི། ཡོ་རོབ། ཡར་རྒྱས་ཕྱིན་ཟིན་པའི་ཀྱི། སྤྱི་ཚོགས་ཅིག་ནང་ལོ་འཚོ་བ་སྐྱག་གི་ཡ་རེད་དེ། བསམ་བློ་བཏང་བཏང་དེ་དུས་རབས་བཅོ་བརྒྱད་བཅུར་གུག་གི་བསམ་བློ་བཏང་བཏང་དེ་འཁྱིལ་བ་སོང་ཙང་དཀའ་ངལ་འདི་འཕྲད་རེད། ཀུན་སྤྱོད་ཡང་འབད་ལ་ལས་རིམ་རྣམས་བྱ། དུས་རབས་བཅོ་བརྒྱད་ཀྱི་མིང་ཡོད་པ་དང་ཕྲན་ཚེགས་ཀྱི་མིང་ཡོད་པ་དེ་འདྲ་སྦས་རྐྱང་ལ་འདུག་ལ་ཟེར་དེ་ཚོ་མིང་བགྲངས་ན་ཡག་པོ་ཡོད་ཀྱི་རེད་བསམ་འདུག། དེ་ལས་རིམ་རྣམས་ཤར་ཆགས་མ་སོང། མུ་མཐུད་ནས་གསུང་རོགས་གནང་ཕྱི་དོན། བྱས་ཙང་ནི།
དོན་ལ་ཡ། ཤར་འདྲེས་དེ་སྦས་རྐྱང་དོན་གཅོད་ཀྱི་སྐུ་ཚོགས་བྱེད་དགོས་ཀྱི་མ་རེད།

དེ་ནང་ལོགས་ཚུར་ཚུར་གཅོང་པ་ལ་སྒྲོལ་ཡོད་མ་རེད། ཚོགས་གཙོས་ཀྱི་སྟངས་འཛིན་བྱེད་སྟངས་མེད་ཞེས། གྲོས་ཚོགས་འཐུས་མིས་ཀྱི་བཀའ་མོལ་གནང་སྟངས་ལ། སོ་སོས་འགལ་བཤད་ཀྱི་རེད་གཞན་དག་འགལ་བཤད་ཀྱི་རེད་ཨ་ནི་འདི་སྐབས་ལ་ཉན་ཤེས་པ་ཅིག་དགོས་ཡ་དེ་ངེད་ཀྱིས་མདོར་ན་འདི་འོ་བྱེད་བྱེད་འགྲོ་གི་ཡོད་ག་རེ་གསུང་གི་ཡོད་ནས་སྤྱི་འཐུས་སོ་སོ་སོས་འགན་ཁུར་ཞུ་ཡ་རེད་དེ། དེ་ཡིན་དུས་ཙ་ནས་ངས་དེའི་ངོས་བཤད་ཞུ་ཐུབ་མ་སོང་བྱེད་ཞུ་གི་ཡོད་ཁོ་བོས་སྤྱི་འཐུས་མཆོག་མུ་མཐུད་ནས་གསུང་རོགས་གནང། བ་འདི་ཚོགས་གཙོ་མཆོག། རང་གི་ས་དེའི་གྲོད་པ་ཁ་ཚ་དང་གཞན་གྱི་ས་དེའི་གྲོད་པ་ལ་ཡ་དེ་ཆ་ཡ་ཅིག་ཉེན་ཁ་བསྡུ་བ། བྱས་ཙང་རྡོག་རྡོག་ག་རེ་རེད་འདོད་ལབ་ན་ང་ཚོ་བློ་གཟུ་བོ་གནས་བའི་ཐོག་ནས་བཤད་བ་ཡིན་ན། སྤྱི་དོན་བཤད་དུས་ཙམ་པ་སྤྱི་དོན་ཐོག་ལས་ལས་ཀ་བྱེད་མཁན་ཚོ་ལས་ཀ་མོལ་སུ་ངལ་དང་སྐྱོན་ཅི་སྟོན་ཨེ་དང་འདི་ཚོ་ཡིན་ན། ཨ་ནི་གྲོས་ཚོགས་འཐུས་མི་ངོས་ནས་དྲང་པོ་དྲང་ཤག་གི་ཐོག་ནས་བསྟེན་དགོས་དེ་གནད་འགག་རེད། ང་ཚོ་གི་ཅིག། ཀོ་བ་གི་ཨ་ནི་མི་གཙང་བ་ཟེར་བ་དེ་ཨ་ནི་ས་གཙང་ཙག་ལས་ཕྱིས་ཟེར་གྱི་ཡོད་རེད། བྱས་ཙང་འདི་ཚོ་འགྲིག་གི་མ་རེད་ཞེས་ཞུས་ཡིན།
ལས་རིམ་རྣམ་གཞག་ཕྱི་དུས་དགེ་བཤེས་རྨི་ལམ་མཐར་ཕྱིན་ལ།
སྐབས་བོད་པའི་གནད་དོན་དེ་མ་ཤེས་ནས་རྒྱག་གཏམ་རྐྱང་རྐྱང་བཤད་བསྡད་དུས་སྐར་མ་ག་ཚད་འགྲོ་སོང་པ་དེ་ཚོ་ཆུ་གི་གཟེགས་ཡོད་པས་སྐར་མ་ལྔ་ལས་མང་སུ་འགྲོ་ཚར་སོང་གདའ། ལས་རིམ་རྣམ་གཞག་ང་ལ་ཕྱིན་ནས་སྐར་མ་བཏགས་བསྡད་ཡོད་ཞུ་གི་ཡོད། ནི་གང་ལྟར་རྡོག་རྡོག་ཞུས་བ་ཡིན་ན་ནི། སྦལ་སིལ་དོན་གཅོད་ཀྱི་ངོས་ནས་ཕྱག་ལས་ཡག་ཐག་ཆོད་གནང་ཞར་དཔེར་ན་ནི། དེ་འད་ཅིག་ཡུ་རོབ་ཕྱི་དྲིལ་ལྷན་ཁང་གི་ནང་ལོགས་ལི་ནས་ཁ་ས་ང་ཚོ་དངོས་སུ་ཕྱི་དྲིལ་གྱི་མི་སྣ་རྩོམ་འདི་བརྩམས་པ་ཨ་ནི་ཆིས་ཀྲིས་ཀྱིས་སྙན་ཐོ་ཅིག་སྟོན་ཐུབ་ཡ་རེད་ཡུ་རོབ་གྲོས་ཚོགས་ཁོ་རང་ནང་ལོགས་ལས་གསལ་བཤད་བྱས་རྗེས་འགྲོ་བ་མིའི་ཐོབ་ཐང་སྐོར་ལས་དེའི་ནང་ལོགས་ལས་བར་སྲིད་དོན་བཅས་བརྒྱུད་ནས་ཨ་ནི་ཁྱེད་རང་ཚོ་གིས་ང་ཚོ་ལས་གནས་ཚུལ་མཁོ་སྤྲོད་དང་འབོད་སྐུལ་ཞུས་བའི་གི་ད་བརྒྱུད་རིམ་ནང་ལོགས་ལས་ཨ་ནི་ང་ཚོས་དེའི་ནང་ལོགས་ལས་དུམ་མཚམས་ཅིག་བཀལ་ཐུབ་སོང་ཟེར་དུམ་མཚམས་དེའི་ནང་ལོགས་ལས་བར་སྐབས་ཨ་ནི་བོད་ནང་ལོགས་ལི་བཅའ་སྡེ་སློབ་གྲྭ་རེད་ད་ག་ནང་བཞིན་གི་ཨ་ནི་ད་ག་ཅིག་མཁྲེགས་འཛིན་གི་ལྟ་ཚུལ་གི་ཐོག་ནས་གནས་ཚུལ་མང་པོ་འཕྲད་རྒྱུ་དེ་ཞིབ་ཕྲ་ཁས་བྱ་ལྷག་པར་དུ་དེའི་ནང་དུས་ལོགས་ཚོད་ལི། རྫོགས་སོང་ཕྱི་དུས་ཆོག། སྐར་མ་གཅིག་ན་ར་ན་དེ་ལྷག་པར་དུ་དེའི་ནང་ལོགས་ལི་བོད་ཀྱི་དན་ད་ཆབ་སྲིད་བཙོན་པ་ཨ་ནི་མང་པོ་ཞིག་གི་ཐོག་བཀལ་ཐུབ་འདུག་བྱས། འདི་ཡིན་འདི་བརྩམས་པ་ནི་དུས་ཚོད་དེ་བྱུང་ཆ་ད་ནང་བཞིན་གྱི Friends of Tibet བཙུགས་ཐུབ་ཡོད་རེད། བྱས། འདི་ཚོ་ང་ཚོ་དགའ་ཡོད་དང་ང་ཚོ་མི་རིགས་ཀྱི་ལས་དོན་ལས་ཕན་ཕན་ཐོགས་ཡས་ཅིག་རེད་དྲན་གྱི་འདུག་ཐུགས་ཆེ། གང་ལ་གང་འཚམ་གྱི་ཅིག་ཇུས་གཏོང་མང་པོ་ཞུ་ཅིག་གནང་དེ་བས་གནས་སྟངས་ཅིག་གཟིགས་ཀྱི་འདུག་དེ་ཡིན་དུས་སྲིད་ཞི་བའི་བླང་དོར་སྒྲིག་གཞི་ལག་ལེན་བསྟར་དགོས་ཀྱི་རེད་བསྟར་དགོས་ཀྱི་མ་རེད་སྐུ་ཚབ་དོན་གཅོད་དེ་སོགས་ཀྱི་དེ་སོགས་ལ་ཡང་འབྲེལ་བ་ཆགས་ཀྱི་འདུག་དེ་ཡིན་དུས་དེ་སོགས་ལ་ཨ་ནི་ལྟ་རྟོག་སྟངས་འཛིན་དེ་སོགས་ད་ཏག་ཏག་ཏག་ཏག་གནང་ནས་མ་གཏོགས་ཀྱི་ཨ་ནི་ཁོ་ཕྱོགས་གཅིག་ལ་ཡོད་ཚ་དུས་ནི་ཡོང་གི་མི་འདུག་ཡོང་ཚོང་འདུ་རྒྱག་ཚུལ་བ་ཡིན་ན་ཡོང་ཡ་མེད་པའི་གནས་སྟངས་དུ་འདྲི་ཆ་མི་སྲིད་པ་རེད་མི་འདུག། ད་ལྟ། ད་ལྟ་ངེད་ཀྱིས་ཧ་གོ་ཡ་ལ་དེ་འདྲའི་དམིགས་བསལ་གྱི་དེ་འདྲའི་སྲི་ཞུ་བླང་དོར་སྒྲིག་གཞི་དང་འགལ་བ་གྱི་གནས་ཚུལ་དང་གནས་བབ་དེ་འདྲ་བྱུང་བ་ཅིག་ངས་དེ་ཤེས་ཀྱི་མེད་ཨ་ནི་དེ་འདྲ་བྱུང་བ་ལ་ངས་ད་ལྟ་ངོས་འཛིན་ཞུ་གི་མེད། སྦེལ་ལྗམ་གྲོས་མཇུག་གི་ལས་དོན་བྱེད་ཕྱོགས་དང་འབྲེལ་བའི་ཐོག་ནས། ང་ཚོས་དངོས་ཡོད་གནས་ཚུལ་རྩད་གཅོད་བྱེད་པ་ཡིན་ད་ང་ཚོའི་ལམ་སྟོན་དེ་ག་རེ་རེད་ཟེར་ན་ཡུལ་ཁྲིམས་གཞི་བཟུང་འགྲོ་དགོས་ཀྱི་རེད། ཚོགས་པ་ག་རེ་ཡིན་པ་ཡིན་ནས་དེབ་སྐྱེལ་བྱས་བཞག་ཡོད་རེད་དེབ་སྐྱེལ་དེ་ལུང་པ་འདི་གི་ཁྲིམས་ཀྱི་བར་ལ་བྱས་བསྡད་ཡོད་དུས་བྱས་བཞག་ཡོད་དུས་བསམ་པ་ལ། ཨ་ནི་ཡུལ་ཁྲིམས་གཞི་བཟུང་འགྲོ་དགོས་རེད་མ་གཏོགས་ཆེད་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་འདི་སྒང་ལ་ཡང་ཞི་བ་ཅིག་སྟངས་འཛིན་བྱེད་འདང་འདྲིས་ཡག་པོ་བྱེད་ནས་བྱུང་ཡ་ཡོད་པ་ཡིན་ན་ཡག་ཤོས་རེད་བ། ད་ད་ལྟ་བར་དུ་ཡུན་རིང་པོ་དེ་ག་ཟེར་ཧ་བ་རེད། དེ་ཡིན་དུས་བསམ་པ་ལ་ཡང་ཡུལ་ཁྲིམས་གཞི་བཟུང་བྱེད་ནས་འགྲོ་དགོས་ཀྱི་རེད་ཟེར་ནས་ལམ་སྟོན་བྱས་ཡ་དང། ད་ལྟའི་གི་བོད་རིགས་སྤྱི་མཐུན་ཚོགས་པས་གི་ལས་ཀ་ག་རེ་བྱེད་གི་ཡོད་བ། དེ་གས་དེ་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་དེ་སླར་གསོ་མ་ཐུབ་ཀྱི་བར་དུ་ཨ་ནི་དོན་གཅོད་གི་འགན་ཁས་བྱས་འཐུས་ཤོར་མེད་པ་བྱེད་དགོས་གི་རེད་ལྷག་པར་དུ་གཞུང་འབྲེལ་གི་ཨ་ནི་མཛད་སྒོ་སྲུང་བརྩི་ཞུ་ཡ་དང་དེ་ཚོའི་ཕྲན་ཁ་དེ་འཐུས་ཤོར་མེད་པ་བྱེད་དགོས་གི་རེད་བྱས་ནས་ང་ཚོས་བཀོད་མངགས་དེ་འདི་ཞུས་ཡོད། དེ་དེ་ཞེས་གསུངས་བྱས་ནས་ད་ལྟ་འགྲོ་བསྡད་ཡོད་རེད། ཨ་རི་ཕྱོགས་སྐྱེ་མཁན་གྱི་དངོས་ནས་ག་དུས་ཐུག་དགོས་ཀྱི་འདུག་ཟེར་ནས་སྐད་ཆ་བཤད་དགོས་ཀྱི་འདུག་ཟེར་བ་ཡིན་ནས་དོན་གཅོད་བསྐྱར་སྦྱང་བྱས་བསྡད་ཡོད་རེད། དེ་དོན་གཅོད་ཤོས་ལ་མ་འགྲོ་བ་ཡིན་ན་ནི་ཡང་བྱུས་གཏོགས་བྱེད་ཀྱི་མི་འདུག་ཅེས་ལབ་ཀྱི་རེད་བ། ད་འགྲོ་བ་ཡིན་ན་ནི་ཡང་བྱུས་གཏོགས་མང་དྲགས་འདུག་ཟེར་ནས་ལབ་ཀྱི་རེད་བ། བླང་དོར་སྒྲིག་གཞི་འགལ་འདུག་འགལ་མི་འདུག་སྐད་ཆ་དེ་འདྲ་ཡོང་གི་ཡོད་རེད། ད་ལྟར་དཔལ་ལྡན་ཕྱི་དྲིལ་བཀའ་བློན་མཆོག་གསུང་བ་ནང་བཞིན་བྱས་ནས་བླང་དོར་གྱི་ཞི་འགལ་བའི་གནས་སྟངས་ཚོ་ང་ཚོའི་དོ་སྣང་བྱུང་མ་སོང་ད་ལྟ་ཡང་གལ་སྲིད་དེ་འདྲའི་འགལ་བ་དེ་འདྲ་བྱུང་ཡོད་ན་བཏོན་གནང་ལ་འགྲིག་གི་རེད་བ། བླང་དོར་འདྲི་གཞི་འདི་དང་འདི་འགལ་བཞག་དེ་འདྲ་ཡིན་དུས་བསམ་པ་ལ་འཛིན་སྐྱོང་ནས་བསམ་བཏང་དགོས་ཀྱི་འདུག་གསུང་པ་ཡིན་ན་དེ་ལ་དཔག་པའི་གི་ཡང་ང་ཚོ་གོམ་པ་ག་འདྲ་ཞིག་རྒྱག་དགོས་ཀྱི་འདུག་བླང་དོར་འདྲི་གཞི་ནང་ལོགས་ལ་ཡང་གོམ་པ་རྒྱབ་སྟངས་ཚང་མ་ཡོད་རེད་དེ་བྱེད་ཡ་རེད། མ་འོངས་པ་ལ་ང་ཚོ་གི་དོན་གཅོད་ཀྱི་ཁྱབ་ཁོངས་ཁག་ལ་བོད་རིགས་འབྲེལ་མཐུད་པ་དེ་འདྲའི་བསྐོ་དགོས་ཡོད་ན་དེ་རིགས་འདྲ་བོ་གཞུང་ཞབས་རང་གི་ནང་ནས་ལས་བྱེད་དེ་འདྲ་བསྐོ་དགོས་ཐ་གལ་ཆེན་པོ་འདུག་ཨ་རིའི་གི་དོན་གཅོད་ནང་གི་བོད་རིགས་འབྲེལ་མཐུད་པ་དེ་ད་ཁ་གསལ་བོ་བྱས་ནས་བཤད་ན་ང་རང་ཚོའི་གི་སྤྱི་ཚོགས་ནང་ལ་དེ་བོ་ཁ་ཤས་ཤིག་ཆགས་བསྡད་ཡོད་པ་དེ་མཁྱེན་དགོས་རེད་དེ་ད་དེའི་ནང་ནས་ཕྱོགས་གཅིག་ཡིན་པ་དེ་ཐེ་ཚོམ་ཁྱོན་ནས་མེད་རེད་ད་ལྟ་འདི་ཆ་ལ་ཉུའུ་ཡོག་བོད་རིགས་སྤྱི་མཐུན་ཚོགས་པ་གི་དགེ་ལུགས་འདྲ་བོ་ཞིག་ནི་ཕྱོགས་གཅིག་རང་གི་མི་རེ་ཡོད་རེད་དེ་དེའི་དུམ་བུ་དེ་ཡང་གཉིས་གསུམ་ཅིག་བཟོ་ཡ་ད་བྲེལ་བ་ཆེན་པོ་འདུག་དེ། འོས་བསྡུའི་སྐབས་ལ་ཡང་ཁོ་ཚོ་ཉུའུ་ཇར་སི་ལ་འཛོམས་ནས་ཅིག་བྱེད་རེད་ལབ་དེ་ཁོ་རང་ཚོ་རང་གི་དེའི་རྒྱུན་ལས་དང་དེའི་གི་དེ་ཚོ་ན་བཤད་བསྡད་འདུག་བྱས་ཙང་དེ་འདྲའི་དེ་ལྡོག་ཏུ་འདོར་བསྡད་ནས་བཤད་ན་དེ་ཚོའི་གྲས་དེ་གི་བོད་རིགས་འདྲེར་བ་ཚོས་མཐུ་ཡ་ད་ཕར་བཞག་དེ་ག་བ་ཉོག་དྲ་བཞིན་དུ་ཁྱེར་བཏང་བཞག་མ་ཐུབ་ཕན་ཐོག་སྐར་མ་ང་མི་འདུག་དེ་ཚིག་ཐག་ཆོད་པོ་ཐོག་ཏུ་བཤད་ཀྱི་ཡོད། སྤྱི་བཏང་ནས་ད་བོད་རིགས་འབྲེལ་མཐུད་པ་ལས་དེ་གཉིས་གཅིག་འབྲེལ་མཐུད་བོད་རིགས་ནང་ཁུལ་གྱི་འབྲེལ་མཐུད་དང་དེ་ཚོ་ཚང་མ་ཡག་པོ་དགོས་ཀྱི་ཡོད་པ་བཀའ་ཤག་གི་ལས་དོན་ལ་ཕན་པ་དེ་འདྲས་གཅིག་ང་ཚོ་རྗེས་མ་མ་འོངས་པ་གཞུང་ཞབས་ནས་གལ་སྲིད་བསྐོས་ཐུབ་པ་ཡིན་ན་ཡག་པོ་འདུག་ཞེས་ནས་དགོངས་འཇགས་འཕེལ་སོང་དེ་གང་ལ་ང་ཚོ་གི་གང་ཐུབ་ཐུབ་རྗེས་མ་བཀོད་སྒྲིག་བྱེད་པའི་སྐབས་ལ་དེ་ཚོ་དགོངས་པ་ལ་བཞག་གི་ཡིན་ཞེས་ནས་དེ་ཞུ་བ་ཡིན། ད་བར་ཚོ་འཛོམས་པ་ཅུང་ཤ་མ་འཛོམས་པ་ཅུང་ཤ་ཡིན་ན་ཡང་ད་ཐ་མག་གི་ཐུག་ས་དེ་ལ་ཨ་ཁོ་རང་ཚོ་གི་ལམ་ཁ་ཅིག་རྙེད་ཤག། འོས་ཆོས་ཚང་དང་མ་ཚང། དེ་འདྲའི་གི་ཐོག་ལ་འགྲེལ་བཤད་རྒྱག་སྟངས་གི་ཐོག་ལ་ཐུག་དེ་ཡོད་དུས་སྒང་ལ་ཨ་ནི་ཁོ་རང་ཚོ་ལྕགས་སྒྲོམ་རིན་པོ་ཆེ་གི་དགོངས་དོན་ལྟར། སྐུ་ངོ་སྟོང་ཆུ་དབུ་བཞུགས་གི་ཐོག་ནས་ཨ་ཁོ་རང་ཚོ་གི་ད་ཁྲིམས་ཞོལ་ཁང་ལ་ང་ཚོ་འདུག་ཟེར་ཡ་ཉན་སང་ཞུས་ཅི་ད་སྲིན་པོའི་ནང་ལ་ཁྲིམས་ཞོལ་པ་སླེབས་ཡོང་གི་རེད་དེ་ནས་ཐག་ཆོད་གང་བྱུང་བ་དེ་སྒང་ལ་ང་ཚོ་འགྲོ་དགོས་ཟེར་ནས་བཅོས་མིན་གི་ཐག་ཆོད་བྱས་ཤག། ད་འདི་དཀའ་ངལ་སེལ་བའི་གི་ལམ་ཁ་འདྲ་བོ་དེ་ཡག་པོ་ཅིག་རག་བསྡད་པའི་སྐབས་དེ་འདྲའི་ཅིག་ལ། བཀའ་ཤག་གིས་འདི་ནི་མར་ལམ་སྟོན་གྱི་གནང་བཤགས། ཁྲོ་ཤོད་ཁང་ལ་ཐེངས་འདྲི་གཏུགས་ན་ལམ་ཀ་དེ་ཡོད་བ་མ་རེད་ཟེར་ནས་ལམ་སྟོན་གྱི་གནང་བཤགས། ད་ལྟ་དེ་སྦེལ་ཇམ་གྱི་བོད་རིགས་ནང་ཁུལ་གྱི་གནས་ཚུལ་དང་འབྲེལ་བྱས་ཕལ་ཆེར་བཀའ་ཤག་གིས་ཐག་གཅོད་སྡུག་ཅག་ཞིབ་བོ་ཅིག་བྱས་པའི་སུ་རེད་ཅེས་རྣམ་པ་གཅིག་ད་རིང་གྲོས་ཚོགས་འདི་ནང་ཐོན་ཡོང་གི་འདུག་དེ་ཡིན་དུས་བསམ་པ་དང་གི་དེ་ཁོ་རེ་བཅུ་དེ་གཅིག་ཁ་མོས་གནང་གི་གནང་གི་ཡིག་ཆ་དེ་མ་ཚད་ཁ་ཕྱིན་པ་ཡིན། ཡིག་ཆ་དུ་མ་སྙན་སྒྲོན་ཞུ་ཆོག་ཅིག། དེས་ན་གར་སྲིད་གོར་སྲིད་ན་ཡང་ཡི་གེ་སླེ་བས་དེ་སྤྱི་བཏང་གི་ད་ལྟ་དེ་ལངས་དེ་སྔའི་སྲིད་སྐྱོང་སྐབས་དེ་དུས་ས་གནས་ལ་མེད་ཡིན་ནའི་བཀའ་ཤག་ནང་ལོགས་ལ་གོ་བསྡུར་བྱིན་བྱས་གནང་བྱས་ཨ་ནས་ཐག་གཅོད་བྱུང་ཤ་བའི་གནས་ཚུལ་ཅིག་རེད། བོད་རིགས་ནང་ཁུལ་སྐད་ཆ་བཤད་བྱས་ཐག་གཅོད་ཅིག་ལ་བབས་ཡོད་རེད་སྙི་ག་བོད་མོས་མཐུན་ཅིག་བཀའ་ཤག་གི་ཡི་གེ་བཏང་ནས་འདི་མེད་པ་བཟོ་ཤ་ཨ་དོ་མདོ་འདྲ་བོ་ཅིག་དེ་གསུངས་འདི་གི་འདུག་བ། དེ་རྩ་བ་ཉིད་ནས་མེད་ཡན་ཕྱིན་ཞུ་ཡ་ཡིན། དེ་ཡི་གི་ནང་ལ་ག་རེ་ལབ་ཡོད་ཟེར་ན་མཚུངས་མེད་ཕྱི་དྲིལ་དྲུང་ཆེ་མཆོག་ལ་གང་ནས་མ་ཚེ་གྲངས་མཛོད་བཀོད། ད་རེས Brazil དོན་ཁང་ནས Belgium བོད་རིགས་ཚོགས་པའི་ནང་ཁུལ་དཀའ་རྙོག་སེལ་ཐབས་དང་འབྲེལ་ཡིག་ཆ་ཁག་འཆམ་འབུལ་ལྟར་དཔལ་ལྡན་བཀའ་ཤག་ལྷན་རྒྱས་སུ་སྙན་སེང་ཞུས་པར། ཆེས་མཐོའི་ཁྲིམས་ཞིབ་ཁང་དུ་སྙན་ཞུ་འདི་རིགས་འཐེན་འབུལ་ཞུ་རྒྱུའི་ལམ་སྲོལ་མེད་པ་དང་ས་གནས་ཀྱི་དཀའ་ངལ་འདི་རིགས་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཁོངས་ཁྱབ་ཆེད་ཁྲིམས་ཁང་དུ་ཞུ་ཕྱོགས་སྤྱི་མང་གཏུག་བཤེར་གྱི་ཁྲིམས་དེབ་ལ་གཟིགས་དགོས། དེ་ནས་འབྲེལ་ཡོད་སྐུ་ཚབ་དོན་ཁང་ལ་གཞུང་འབྲེལ་ལས་དོན་སྒྲུབ་དགོས་ཁག་འཐུས་ཚང་ཞུ་དགོས་པའི་བཀོད་མངགས་གནང་དགོས་ཞེས་ཕེབས་སོང་ཨཱ། ཅི་ལ་ཟེར་བསམ་པ་ལ་ད་བཀའ་ཤག་གི་ལྟ་སྟངས་འདིའི་སྐོར་ཁྲིམས་ག་རེ་ཡིན་པ་ཡིན་ནའི་དང་པོ་ཁྲིམས་ཁང་འོག་མ་ཇེ་ཆེ་ནས་སྒང་ལ་འགྲོ་དགོས་ཡ་གི་ད་ཁྲིམས་ཁང་གི་ཁྱབ་བྱེད་ཀྱི་གནས་སྟངས་ཤིག་ཡོད་རེད། འོ་འདིའི་འགྲེལ་བཤད་བརྒྱབ་པ་རེད་མ་གཏོགས་ཁྱོད་ཚོ་ཁྲིམས་ལ་གཏུག་ཆོག་གི་མ་རེད་དེའི་དཀའ་ངལ་སེལ་ཆོག་གི་མ་རེད་ཟེར་ཚིག་གཅིག་བཀའ་ཤག་གིས་ཞུས་ཡོད་མ་རེད། ད་འདི་གསལ་པོ་གཅིག་བཟོ་ཐུབ་ན་བསམ་སོང། ག་རེ་ཟེར་ན། ཡི་གེ་ངོ་མ་གལ་ཆེན་བྱུང་མེད་པ་ཡིན་ན། ཨ་འདིའི་ཡི་གེ་འདི། ཚོགས་དྲུང་ལ་ཕུལ་ཆོག་པ་ཞེས་ཕྱིན་ཞུ་ཡ་ཡིན། དེ་འབྱེད་གི་ག་རེ་ག་རེ་བྱེད་དགོས་ཡོད་མེད་སྙན་ཤལ། ན་ནིང་ལོག་འཇོག་སོང་ད་ལོ་ལོག་འཇོག་སོང་དེ་ཚོ་ནི་ཁ་གསལ་པོ་འདུག་དེ་ཕར་ཆེར་རྗེ་གླིང་ལོག་འཇོག་ཡོད་ས་རེད། དེ་ས་གནས་གནས་སྨྱོ་དྲག་དེ་ཚོ་འདྲེས་པའི་ཐོག་ནས་རྗེ་གླིང་ལ་རྒྱ་ཤ་རྒྱ་འཇོག་ཡོད་རེད་དེ་ང་ཚོ་ལག་པ་ལ་འཇོག་སོང། དེ་འདི་དེ་ནི་ཁ་གསལ་པོ་བྲིས་ཆོག་འདུག་དེ་འབྱེད་གི་འདི་འདི་བྱས་སོང་འདི་འདི་བྱས་སོང་ཤུགས་སུ་ལོག་འདི་ནི་འདི་རིང་བྱེད་ཀྱི་འདུག་ཟེར་ནས་ད་དཔང་རྟགས་དགོས་གི་ཡོད་ན་བསྟན་བྱུང་ཚུལ་ཞུ་བ་ཡིན། ལས་བྱེད་གཅིག་གིས་སེམས་ཤུགས་ཡག་པོ་བྱེད་བྱེད་ལས་ཀ་བྱེད་གི་བྱེད་གི་ལ་ཡ་ཨ་ནི་ཅིག་དེ་འདྲས་གསུངས་བསྡད་པ་ཡིན་ན་ལས་བྱེད་གཅིག་གཉིས་སྐད་ཆ་མ་རེད་ལས་བྱེད་བྱིངས་ལས་བསམ་བློ་བཏང་ལམ་ལ་ཡ་ཁྱད་པར་གྱི་ཟུག་གི་ཡོད་རེད་མི་ཚང་མ་སེམས་ཡག་རེད་ཕོ་ཡ་ཡོད་རེད་དེ་ཡིན་དུས་བསམ་པ་དེ་ཚོའི་ཐོག་ལ་ཡང་ཏན་ཏན་དགོངས་པ་བཞེས་གནང་རོགས་བྱེད་མ་གཏོགས་ཅི་དགོས་ཨ་ནི་དེ་འདྲས་རྐྱང་རྐྱང་ཅིག་གསུང་དེ་འདྲས་རེ་རེ་རེ་རེ་གསུང་དུས་ཚང་མ་ཡང་འཛིན་སྐྱོང་གི་ཕག་ལེན་ཅིག་རྒྱག་པ་ཐུག་ཨ་ནི་ཕྱི་ལོག་ལ་རྣམ་པ་དེ་ག་དུས་ནས་གྲོས་ཚོགས་དང་འཛིན་སྐྱོང་གཉིས་མ་མཐུན་པའི་གི་འདོགས་སུ་རུ་བ་ཅིག་གི་དོན་དུ་ཨ་དེ་ང་ཚོ་ད་ལྟ་བཀོད་བཀོད་ཅུས་དེ་འདྲས་གསུང་ཡོང་དུས་ཚང་མ་ང་ཚོ་འཛིན་སྐྱོང་ནས་ཁ་བཙུམ་བསྡད་པ་ཡིན་ན་ཏག་ཏག་ཡིན་བསྡད་ཁོ་ར་ཡོག་མ་རུ་བ། གཅིག་མ་ཤེས་རང་ཤེས་རེད། ཤེས་དགོས་ན། ཁོས་ག་རེ་ཡིན་པ་དེ་ཤེས་དགོས་ཐུག་གི་འདུག་དེ་ཤེས་པའི་རྒྱུ་མཚན་ལ་བལྟས་ནས་ཡང་མ་མཐུན་པའི་རྒྱུ་ཞིག་ཆགས་པ་ཡིན་ན། དེ་འགྲིག་གི་མི་འདུག་འདོད་པ་མེད། སྐད་ཆ་བཤད་ཡག་གི། དེ་ཚོའི་སྐོར་ལ། ཡིན་པ་ཡིན་ནའི་ཆེད་མངགས་དེ་འདྲས་བྱས་ནས་གྲོས་ཚོགས་ནང་ལ་བཤད་ཡོང་དུས་བསམ་པ། འདི་ཏག་ཏག་ཙམ་གྱིས་ནི་བསྡད་ཀྱི་མི་འདུག་ད་ད་ལྟ། ཀྱེ། དེ་འདྲས་མུ་མཐུད་ནས་འགྲོ་བསྡད་ཀྱི་འདུག་མ་འོངས་པ་ཡིན་ནའི། དགོངས་པ་བཤད་རོགས་གྱིས་ད་དེ་ཚོའི་ཐོག་ལ་ཡ་མུ་མཐུད་ནས་དེ་འདྲས་འགྲོ་དགོས་ཀྱི་འདུག་མི་འདོད་གྲོས་ཚོགས་ག་ཚོད་ཚོགས་པ་ཡིན་ནའི། དེ་འདྲའི་རྐྱང་རྐྱང་ཅིག་གསུངས་དེ་གོ་ཡ་གི་གནས་སྟངས་ཅིག་ཆགས་ཀྱི་འདུག་ཆགས་ཀྱི་མི་འདུག་དེ་ཚོ་ཟིག་གི་ཟིག་གི་གནང་རོགས་གནང་ཞེས་ནས་འདི་འབོད་སྐུལ་སྐད་མཉམ་དུ་འདུ་ཤེས་ཞུ་ཡ་ཡིན། བཤད་རེས་དང་སྦྱང་བཤད་བྱས། ཨ་ནི་སྦྱང་བཤད་བྱས་པའི་རྗེས་ལ། ཨ་ནི་མང་མོས་དང་སྤྱི་མོས་ཐོག་ནས་ཨ་ནི་སྤྱི་ཚོགས་དེ་ཡར་མདུན་སྐྱོད་བྱེད་དགོས་ཀྱི་རེད་གདའ། དེ་སྨན་པ་བཅས་རྣམ་པ་ཚོའི་དགོངས་ཚུལ་བཅས་མཐུན་མ་མཐུན་ག་ལ་ད་དེ་འདྲ་ཡིན་ན་རྙོག་གྲའི་གང་ལ་རྙོག་གྲ་ཚགས་རྙོག་གྲའི་གང་ལ་རྙོག་གྲ་ཚགས་བར་སྐབས་ཅིག་ནས་རྙོག་གྲ་གཅིག་འགྲིག་ཡིན་དུས་རྙོག་གྲ་གཅིག་འགྲིག་གི་མེད་དུས་དེའི་གང་ལ་ཡང་སྤྱི་ཚོགས་དེ་ཕ་ག་ཚོད་ཀ་རེད། གཅིག་གིས་མདུན་སྐྱོད་བྱེད་མ་ཐུབ་པ་ཡིན་ན། དེ་རྩ་བ་ཉིད་ནས་འགྲིག་གི་མི་འདུག་དེ་ཡིན་དུས་ཕྱོགས་ཚང་མས་དེ་དགོངས་པ་བཞེས་བྱས་ནས། སྤྱི་བཏང་བོད་རིགས་ཚོགས་པ་ཚོ་ལ་ཡང་ས་གནས་ཀྱི་སྒྲིག་དང་ཁྲིམས་བཅས་ཡོད་རེད། ད་དམངས་གཙོའི་རྒྱལ་ཁབ་ལ་དེ་བྱས་ན་དམངས་གཙོའི་གི་ཁེ་ཕན་དེ་ཚོ་ཡང་ལོངས་སུ་སྤྱོད་དགོས་ཡ་དེ། ཞེ་དྲག་གལ་ཆེན་པོ་རེད་ཤག། ང་ཚོ་བྱམས་བརྩེ་གི་ལོ་དེ་གི་མཛད་རིམ་སྲུང་བརྩི་ག་འདྲས་ཞུ་གི་ཡིན་པ་བོད་རིགས་ཚོགས་པ་མེད་ན་དེ་ཡིན་དུས་དེ་འདྲའི་གི་གནད་འགག་དུས་ས་གནས་ས་ཐོག་གི་གཟའ་འཇུག་སློབ་གྲྭ་དེ་ཚོ་གལ་ཆེན་པོ་ཞུ་བ་ཡིན་དུས་བོད་རིགས་ཚོགས་པ་མེད་པ་ཡིན་དུས་འཐུས་ཤོར་མང་པོ་འགྲོ་གི་འདུག་དེ་ཡིན་དུས་ག་ནས་བོད་རིགས་ཚོགས་པ་ཡོད་པ་ཅིག་བྱེད་རོགས་བྱེད་ཞེས་ང་ཚོ་སྤྱི་འཐུས་གཉིས་ཀས་འབོད་སྐུལ་ཞུས་ར་ཞུས་པ་ཡིན་དེ་འདྲའི་ཆ་ལ་གལ་བྱུང་མི་འདུག་ད་ཡིན་ན་འདི་ཚང་མ་ལོ་བཀའ་ཤག་དང་གང་ཅིའི་ཐད་ནས་དེ་བོད་རིགས་ཚོགས་པ་ལྷ་ད་ལྟ་སྔ་རྒྱུན་ནང་བཞིན་ཅིག་ཡོད་པ་ཅིག་བཟོ་དུས་ང་ཚོ་བཀའ་སྤྱི་གཉིས་ཀ་གི་ལས་འགན་ཅིག་རེད་བསམ་གྱི་འདུག། ད་གང་ལྟར་དོན་དག་རྡོག་རྡོག་ག་རེད་ཟེར་ན། ང་ཚོ་ས་གནས་ཆེ་ཆུང་ག་འདྲའི་ཞིག་ཡིན་པ་ཡིན་ནས་ས་གནས་ལ་དཀའ་རྙོག་མེད་པ་ཡིན་ན། ད་ལྟའི་དུས་ཚོད་དེ་ང་ཚོ་ཆབ་སྲིད་གང་དུས་ཚོད་བཏང་འགུག་ཡོད་རེད་ཨ་མི་རི་ཀ་དོན་གཅོད་ཡིན་པ་ཡིན་ནས་འདྲ་འདུག་སྦེལ་ཇམ་དོན་གཅོད་ཡིན་པ་ཡིན་ནས་འདྲ་འདུག་ཡིན་ནས་ད་ལྟའི་དཀའ་རྙོག་འདིའི་གང་ལ་དུས་ཚོད་མང་པོ་ཞུགས་ཤིག་བཏང་ཡག་རེད། ད་ཕྱོགས་ཚང་མ་ནས་བསམ་ཤེས་གནང་ཡག་ཡོད་པ་ཡིན་ན་ནི་བོད་སྤྱི་བ་ལ་བསམ་ཤེས་གནང་ཡག་ཡོད་པ་ཡིན་ན་ནི། ཨ་ནི་དཀའ་རྙོག་དེ་སེལ་ཆེད་མདུན་སྐྱོད་བྱེད་འགྲོ་ཐུབ་ན་ཡག་པོ་ཡོད་རེད་ད་ལྟ་འདི་ནས་ཡང་གོ་དོན་སླེབས་རིན་གོ་རེད་ཨ་ནི་ལོ་རྗེས་མ་ཚུན་ནས་རེད་ད་ད་ལོ་ལོ་མཇུག་ག་དུས་འགོ་བཙུགས་དབུས་ནས་འོས་བསྡུ་ལས་རིམ་ལས་ཡོང་གོ་རེད་དེ་ཚོའི་སྐབས་སླད་རྙོག་དྲ་མེད་པ་བྱས་ནས་ཨ་ནི་འགྲོ་ཐུབ་པ་བྱས་པ་ཡིན་ན་ཨ་ནི་ཡག་པོ་ཡོང་གོ་རེད་བྱས་ནས་ཞུ་ཡ་ཡིན། གསང་སྔགས་འགྲོ་ཆུ་ཚོད་དགུ་དེ་ཕྱེད་ཀ་བར་ཚོགས་ཟིན།